བུ་གདོང་དྲུག་ལ་ལྕེ་སྐམ་པོ་ཆགས་ཀྱི་ཡོད་པ་ཡིན་ན། ཅི་ནི། ཚད་གཞི་དེ་ཡག་པོ་བྱེད་སྤྱོད་མེད་པའི་རྟགས་རེད་ད། ཅི་ནི་དེ་དགོས་རོགས་ཐོབ་ཡོད་པའི་རྟགས་རེད། ཨེ་ནི། ཁྱེད་རང་ཁྲག་ལ་ཡང་ལྟ་བཞིན་གྱི་ཡོད་པ་ཡིན་ན་ཨེ་ནི་ཅི་ཟིག་ན་ད། རྒྱུན་ལྡན་མཚན་ལ་ཡང་ལྕེ་ལས་སྐམ་པོ་ཆགས་དུས་བསམ་པ། དེ་ཟེར་གྱི་གར་བཞུགས་རུང་ནི་ཅི་ནི་མངར་རྫས་དེ་མཐོ་དྲགས་པའི་རྒྱུ་མཚན་རེད། འོ་དུང་དུ་ལགས། ང་ནི་ཁྱེད་རང་གི་རེ་སྒུག་གནང་བ་ནང་བཞིན་ངས་ད་ལྟ་བདེན་ཡང་པར་རིས་གསུམ་ཁྱེད་རང་ལ་ཡར་ཕུལ་བཞག་ཡོད། པར་རིས་དང་པོ་གཉིས་དེ་ག་རེས་བྱས་ནས་ཞུས་པ་ཡིན་ཟུར་ན། ད་ཡང། མངར་རྫས་ཀྱི་ཚད་གཞི་དེ་ཁྲག་གི་ནང་གི་ཚད་གཞི་དེ་བརྩི་སྲོལ་གཉིས་ཡོད་པ་དེ་ཁྱེད་རང་གིས་མཁྱེན་གྱི་འདུག་བྱས་ཙང་བརྩི་སྲོལ་དང་པོ་ནས་གཉིས་པ་ལས་ཡག།

དེ་ནས་པར་རིས་གསུམ་པ་དེ་འདི་རེད། ད་ཉི་མ་སྟག་པག་ཁྲག་གི་ནང་ལ་མངར་རྫས་དེ་ཚད་གཞི་ག་པར་ལས་ཡོད་མེད་བལྟ་ཡག་དེ་བལྟས་ཚེ་ལྕགས་ཟིང་པོ་རབ་ཅིག་རེད་ཁྱེད་རང་ཐུགས་ཁག་ཡང་མི་འདུག་ད། མངར་རྫས་ཡག་པོ་བསྡད་ཡོད་མེད་ཡང་ག་རེ་ཟེར་བ་རེད་བལྟ་སྟངས་གཉིས་ཡོད་རེད་བ། གཅིག་སྟེ། སྐད་མཚམས་དེ་ལ་ཡང་ཁྲག་གི་ནང་ལ་ཡང་མངར་རྫས་མཐོ་དམན་ག་ག་ཅིག་བསླད་ཡོད་མེད་བལྟ་ཡ་གཅིག་དང་གཅིག་སྟེ་ད་ཅི་ངས་གོང་དུ་རྣམ་པ་ཚོ་ལ་གསལ་བཤད་ཞུས་པ་ནང་བཞིན་བྱས་ནས་བདུན་ཕྲག་དྲུག་གི་རིང་ལ་ཡང་མངར་རྫས་ཀྱི་ཚད་རོང་སྙོམས་པོ་བསྡད་འདུག་མི་འདུག་བལྟ་ཡ་བྱས་ཡོད་རེད། འོ་ད་འདི HBA1Cs ཅན་ཨིན་ཇིའི་ནང་ལ་ལབ་གི་རེད། ད་འདི་བྱས་ཙང་ག་ག་ཅིག་ལས་བསྡད་དགོས་ཀྱི་ཡོད་མེད་དཔེར་ན་གྲུ་གུར་རྩེ་ཞིག་ལས་ཡར་བསྡད་ཡོད་པས་ན་ཁྱེད་རང་གིས་སྔར་རྩེ་གི་ཚད་གཞི་ལས་ག་བར་རྩེ་ཞིག་སླེབས་ཡོད་མེད་འདི་ག་དེ་ཚང་མ་འདིའི་ནང་ནས་གཟིགས་ཐུབ་ཀྱི་རེད། ཨ་ནི་དེ་ཕྱིན་ངས་ད་ལྟ་རོབ་རྩེ་གཅིག་ཞུས་ཚར་བ་ཡིན་པ། སྤྱིར་སྔ་འགྱུར་ངས་ཟེར་ཡ་འདི་ཡིན། ཚིག་གཏན་ནས་གཞིས་བྱེས་བཟོ་མཁན་མ་རེད་གངས་སེར་ནག་ཚགས་བཟོ་མཁན་སྟག་དམར་བ། དེ་འདྲ་ཡིན་པ་སོང་ཙང་མི་མང་ཤས་ཀྱི་ད་འདི་ན་ནི་ཚགས་ནི་གས་མི་འདུག་ད་ད་ཧ་དེ་འདྲ་ཅིག་འགྱིར་བསམ་ཆེ་ནི་སྣང་ཆུང་བཏང་ཤག་དུ་དེ་ཡིན་སྣང་ཆུང་བཏང་མིན་ནི་ནས་འདི་འདུག་ཤག་ཡོར་ད་ཁོ་ལམ་སང་བས་དེ་སོགས་ལ་ཡང་ཉེན་ཁ་ཡོད་པ་དེ་འདི་ད་མ་རེད་དེ་ཁོ་ལོ་ད་ལོ་བཏུས་ནི་འདུག་ཕྱིན་སྣང་ཆུང་བཏང་ནི་ངར་ཚད་དེ་ཡག་པོ་བྱས་ནི་སྟངས་འཛིན་ཡག་པོ་བྱས་བྱས་མེད་པ་ཡིན་ན། ཡང་བྱས་ཙང་ཉི་མ་རེ་རེར་སྐར་མ་རེ་རེ་ཡན་ཆད་ནས་སུ་གུའི་ནང་ལ་ཡར་སྐོར་དུ་བ་བཏང་གི་ཡོད་རེད། སྔར་དམག་གི་ཚད་གཞི་དེ་མཐོ་པོ་ཡོད་པ་ཡིན་ན། ཨ་ནི་མཐའ་མ་མཐའ་མ་རོལ་པོ་ལོ་བཅུ་གྲངས་མང་པོ་ཅིག་ཕྱིན་ཚར་བའི་རྗེས་ལ་ཡང་དེ་མཇུག་འབྲས་དེ་ཨ་ནི་གཅིག་ད་ཡོང་བའི་སྐབས་ལ་ཡང། སྙིང་ཆེ་བོ་རྩ་བའི་ཉིན་ལས་ཡོལ་མར་བལྟ། དཔེར་ན་གཅིག། མིག་གི་རྒྱབ་ལོགས་རྩ་གདོན་འཛོམས། དོ་བག་ཆེན་པོ་ཡིན་ན་ཨ་ནི་མིག་གི་ཡག་པོ་མ་གཏོང་བ་ཆེ་ཁ་ཤས་ལོ་ང་ཆེ་ངའི་ཡོལ་རེད་ཨ་ནི་མཁལ་མ་འཕྲོག་ལ་བྱིན་ཅན་ནི་ད་ལྟ་འདིའི་གོང་ལས་ཡག། མཚོ་ཆེན་མོན་པ་རྗེ་མའི་གླིང་ནུ་བོ་ལགས་ཀྱི་བཀའ་འདི་ན་ཡང་ད་ག་རང་རེད་ཨ་ནི། མཁལ་མའི་བོད་དེ་ལས་ཀ་རྩ་བ་ཉིན་ལས་བྱེད་མ་ཐུབ་བྱས། ཨ་ནི་དེ་འདྲ་ཡིན་དུས་བསམ་པ། ཁྲག་གཙང་མ་མ་བཟོ་དཀའ་མེད་རེད་བ། ཁྲག་གཙང་མ་དེ་བཟོ་ཡག་དེ་ད་འཕྲུལ་ཆས་ལ་བརྟེན་དགོས་ཀྱི་ཡོད་རེད། འཕྲུལ་ཆས་ལ་ཡང་ཉུང་མཐའ་ལས་ཟེར་བ་གཅིག་ལ་ཡང་བདུན་ཕྲག་གཉིས་ཨེ་འདྲེན་གཙང་མ་བཟོ་དགོས་རེད་དེ་ནི་ལྕགས་སྲིན་མོ་ཞེ་དྲག་ཡོད་རེད། རེད་བ། ག་དུས་ཡིན་ན་རྩ་ལ་ཡང་ཁབ་མང་པོ་འདི་འདྲ་བཙུགས་བྱས་ནས་ཁྲག་གཙང་མ་བཟོ་དགོས་རེད།

ནད་འདི་འདྲའི་ཅི་བྱུང་ན་སེམས་ངལ་དང་སུ་གཅིག་ཡོང་མ་རོགས། ད་ནད་འདི་བྱུང་ཚར་བའི་ཤུགས་ལ་ཁོ་ངོས་ལེན་བྱས་ཤེས་ན་ཡག་ཤོས་རེད་ངོས་ལེན་བྱས། ཡིན་ནས་ད་དཔེ་དེ་གཅིག་གི་ཉེས་འགན་ནང་ལ་ཡང་ཐིམ་མ་བསྡད་ཕྱིན་ཁོ་ལ་ཡང་གདོང་ལེན་བྱས་ཡོད་རེད་གདོང་ལེན་མཚན་ལྡན་བྱས་ཡོད་རེད། གདོང་ལེན་བྱས་པ་ཡིན་ཟུར་ན་ནད་དེ་ཞི་དྲག་གི་སྟངས་འཛིན་ཡག་པོ་བྱེད་ཐུབ་ཡོད་རེད་ད། བྱས་ཙང་ཁྲག་གི་ནད་སྔར་བཙལ་ཏེ། ཚེ་གཅིག་རིང་པོ་རབ་ཞིག་བཟོད་ཐུབ་པ་ཡིན་ན་ལོ་དང་ལོ་དུས་ནི་བཟོད་ཐུབ་པ་ཡིན་སོང་ན། ཨ་ནེ་ཆེ་ཆུང་ལ་ཡང་ད་ལྟ་དཀའ་ངལ་འཕྲད་ཡ་འདི་སྐད་དེ་ཚང་མ་འདིའི་ཐོག་ནས་བཀག་འདུག་ཡོད་རེད། རེད་བ། འོ་དེ་འདྲ་ཡིན་དུ་ཁྱེད་རང་སྔགས་ཡ་མང་ཐག་ཆོད་ཀྱི་ཡོད་རེད་ལྟས་ཚེ་ཆགས་ཟིན་པོ་རེད་བས་སེམས་ཏན་ཏན་ཆགས་ཟིན་པོ་རེད། རེད་དེ། རེ་བ་ལྟར་དཔེ་བཞག་ན་རྟོག་བཅས་གསལ་བའི་སྐབས་དེ། ཡིན་གཅིག་མིན་གཅིག་ཅིག་རྟོག་བཅས་ལས་བསམ་བློ་ཞིག་བཏང་དགོས་ཞེས་བཤད་དགོས་ལ་ཏིང་ངེ་གཟུགས་པ་ལས་འཕྲོས་ས་རེད་མ་རེད། གཅིག་ནི་ང་རྒྱུག་གི་ནད་ཡོད་ངེས་གཅིག་གི་ཆ་ནས་འཕྲོས་ས་རེད་མ་རེད་གཟིགས་དགོས་ཡ་ཅེས་འཆད་ཀྱི་ཡོད་རེད་ལ། འཕྲོས་པ་ཡིན་ན་ཡང་རན་པོ་ཆེན་པོ་ཅིག་མང་མ་དྲགས་ཉུང་མ་དྲགས་དེ་འདྲས་ཞིག་ཆོད་དགོས་ཡོད་རེད་བ། གདོན་མཛོ་ཡི་ཡིན་ནའི་རྣམ་པ་ཡིན་ཟེར་ན་གོམ་ཐུག་རེད་གོམ། བཞི་ར་གོམ་ཧད་ཡོད་རེད་གདོན་མཛོའི་གྲས་མི་སྲིད་ང་ད་ག་རེ་ཡིན་ནའི། གདོང་ལེན་བྱེད་ཐུབ་ཡག་ཅིག་རེད་ད་བྱས་ཙང་ཁྱེད་རང་གི་གཟུགས་པོ་བརྗི་བོ་བརྗི་བོ་ཡོད་པས་ན་ཁྱེད་རང་རྒྱགས་པ་ཡིན་པས་ན་ཡིན་གཅིག་མིན་གཅིག་སྐམ་པོ་བཟོས་ན་སྐམ་པོ་བཟོས་ཟིན་ནས་གཟུགས་པོའི་ཆེ་ཚད་དང་རན་པ་གཅིག་མ་བཟོ་ཡག་ཡོད་རེད་ད་བཟོ་དེ་ཁྱེད་ཀྱི་ཡུལ་གྱི་རེད་པ་དེ་རྩིས་རྒྱབ་ཡག་ཡོད་རེད། དེ་བྱས་ཨ་ཅིག་དང་ཨ་ནི་ལྷག་དོན་དུ་ངས་ད་ཅིའི་ཞུ་ན་ཞིག་རེད་ད་གད་པ་ཞིག་ལས་ནན་ཏན་བྱས་ནས་ལབ་པ་ཡིན་དུས་བསམ་པ་ཁྱེད་རང་ཡིན་གཅིག་མིན་གཅིག་གཟུགས་པོ་ལས་གུས་སྐྱོག་སྐྱག་བུར་བལྟ། ལུས་འབྱུང་ཆེ་ན་ཁྱེད་རང་ལོ་བཅུ་བཅུ་ཡིན་པ་ཡིན་ན་ཞང་པོའི་བློ་ཡག་ཡོད་རེད། ཆུའི་རྒྱལ་ཁ་བྱས་ན་སྐྱའི་རྒྱལ་པོ་ཡག་ཡོད་རེད། ཨ་ནི་ཡང་དེ་མེད་ན་དགོང་ལ་ཡོད་ཚད་འདྲེས་བཞིན་སུ་ན་ཨ་ནི་འཆམ་ཆང་ལ་ཕྱིན། རེད་པ། ཁྱེད་རང་བོད་ལ་བཞུགས་ན་རབ་ཅིག་ནི་རླུང་འདུ་འཛི་ཞི་རགས་གཙང་མ་ཡོད་རེད་ནི་ཤིང་ནགས་ཡོད་རེད་ཁམས་ཕྱོགས་ལ་ནི་ཤིང་ནགས་སྟུག་པོ་ཡོད་རེད། དེ་མེད་ན་རི་སྒང་ལ་ཡང་དེ་བ་སྐུ་ལྕམ་ལ་འཐད། ཡང་ཁྱེད་རང་ཆོས་ལ་ཡང་དད་པ་ཆེན་པོ་ཡོད་ངེས་ཅིག་ཡིན་ཟེར་ན་དེ་ནི་ཀོ་ར་ལ་དད་ཞབས་ཀོ་ལ་འཐད། འོ་ཡང་སྐུ་ལྕགས་བཙལ་ན་སྐུ་ལྕགས་བཙལ་བ་དང་འཛོལ་བའི་བོད་དེ་རྒྱུན་མ་ཆད་པའི་ཉི་མ་ལྟག་པར་ཚེ་འགུགས་ཡོད་ད། ངས་ག་དུས་ནས་དཔེ་ཚོགས་འདི་ཞུ་གི་ཡོད་འདུག་སུད་སི་ལན་ལ་ཡང་ངའི་ངོ་བཞིན་པ་དེ་འདྲ་ཨ་མ་དེ་འདྲ་ཡོད་ཨ་མ་གདོང་ཚོད་དྲན་དང་དགོང་མོ་དགུ་བཅུ་གོ་དགུ་ཆགས་ངལ་གཉིད་ཚོད་ཅིག་ལ་དགུ་བཅུ་གོ་དགུ་བཅུ་གོ་དགུ་ཆགས་སོ་གཅིག་ཅིག་དང་དགོང་མོ་བརྒྱ་ཆགས་སོ་དེ་འདྲ་བྱས་ནས་ཁྱོད་དགོང་མོ་བགྲེས་སོང་བགྲེས་སོང་ཆགས་ངེས་དང་འདྲ་བོད་པའི་ནང་ཕྱིས་སུ་མང་པོ་ཡོང་གི་ད་དུག་སྟེ་བསྡད་འདུག་ཟེར་མ་ཁོང་ཚོའི་འཕྲད་མཁན་བྱས་ཙང་ཉིན་མ་རྟག་པ་ཆད་ལ་མེད་པ།

དེ་ནས་ཀྱང། ད་ཅི་ནུས་ན་རྒྱུ་གི་ནད་ཡོད་ངེས་ཅན་སུ་ན་མངར་རྫས་ཀྱི་རིགས་དེ། རྩ་བ་ནི་ཆུ་རྒྱུས་མར་བྱི་རིལ་ལ་བསགས་པ་དང་དེ་ནི་རྒྱ་གར་གྱི་བྱ་ངང་མ་དུང་ཆོས་ཕྲན་དུ་སྦས་ཏེ་དུག་དུག་ནང་དུ་རྩ་བ་ནི་ཆུ་རྒྱུས་མར་ཨེ་ནས་ཅི་ཡོད་གར་ས་རུ་བས་ན་སྦྲང་རྩི་ལ་བསགས་པ་རེད་པ། འོ་དུང་ཆོས་ཕྲན་དང་ཨ་ལྗང་ལྗང། དེའི་མ་ཚད་ད་ང་ཚོ་སྟོབས་རྒྱལ་ལོངས་སུ་སྤྱོད་པའི་སྐབས་དེ་ཡང་རྒྱུན་ལྡན་ང་ཚོའི་གཟུགས་པོ་བརྟན་ས་རུ་བས

ལྷག་དོན་དུ་སྤྱིར་སྔ་གཞུག་ངན་ནང་ན་བྱོལ་ཡོད་སོང་ན། དོན་རྩོད་དེ་ངེས་པར་དུ་སྤང་དགོས་ཅེས་བཤད་དགོས་རེད། ཨ་ནེ། ཡིན་ན་སྟོབས་ཆེན་རྣམས་ལ་ཡང་སྣུམ། ཞག་སྲིད་རབ་གྲགས་ཕྲ་མོ་མེད་པས། བྲོ་བ་ཅེས་མེད་པ་སོང་ཙང། སྣུམ་དེ་བེད་སྤྱོད་གཏང་དུས་ཟམ་པ་དེ། Olive oils། བྱས་ནས་ཁྱོད་ནུབ་ཕྱོགས་ཁུལ་དུ་ཡ། ཤིང་ཏོག་ཅིག་གི་ཐུན་མགོ་ཡིན་པའི་སྣུམ་འབྱོར་ཏེ་བཞི་པ་འཕྲོད་པ་ཡོད་རེད། གསུམ་པ་དེ་ལྟར་དྲུག་རིགས་ཁ་རུ་བ་དྲུག་རིགས་ཁ། དེའི་མིང་ལས་ཁ་བོ་ཧྭ་ཀྲོའི་ཚིག་རིས་ཨིན་ཇིའི་ཐ་སྙད་བེད་སྤྱོད་བཏང་བས་ན། ད་ང་ཚོ་བོད་སྐད་ནང་ཚུར་བསྒྱུར་དུས་སེམས་པ་དྲུག་རིགས་ཁ་ཟེར་མ་ཐག་རང་ལག་རེད་ད་དྲུག་རིགས་ཁ་ཞུ་དུས་སེམས་ཁ་བོ་ཧྭ་ཀྲོའི་ཚིག་ནང་ག་རེ་གཟིགས་འོ་རེ་ཟེར་སོང་ན། ད་འབྲས་ཆད། གྲུ་བཞིའི་ཆད། ད་ནི་ད་དཔེ་བཞག་ན་ནས་དང་ཚོད་དྲུག་རིགས་ནང་ལ་ཡོད་ཚིག་གུ་གུར་བ། དེ་ནས་ཐུགས་བཀའ་ཆད། འོ་སྡོམ་ཆུ་ཆེན་ཁྱེད་རང་ཆོས་རྣམས་ནི་ཆོས་འདི་ཡིན་གྱི་མི་འདྲེ། ཆོས་འདི་ཆོས་འོར་བ་དང་ཆོས་འོར་རེད་དེ། མི་གཞན་དག་ནང་བཞིན་གྱི་ཕོན་ཆེན་པོ་ཞིག་ཡོད་མ་རེད་ཁྱེད་རང་སྡོམ་ཆུ་དེ་བལྟས་ཚེ་ཚད་བཀག་ཅིག་འགྲོ་བར་བྱེད། ཚད་བཀག་བྱས། ད་གཟུགས་པོ་དེ་བཅོས་ཅིག་སྒུག་གི་ཡོད་པ་སོང་ཙང་ད་བསྟན་ཡག་དེ་བཀང་དེ་ཁྱེད་རང་ཚད་གི་རེད་གི་རེད་ཤིང་ཏོག་གི་རེད་གི་རེད་སྡོམ་ཆུ་གཙོ་བོ་རོགས་བྱས་དེའི་ཐོག་ལ་ཡ་ད་སི་ཀྲུང་མ་ཆོས་རང་ཆོས་རེད་བ་འོ་འདི་འདྲ་རེད། ད་དྲུག་རིགས་ཀྱི་ཁ་འདི་ག་དེ་ལྟས་ཙམ་མ་ཉུང་ཙི། ཉུང་ཙི་མ་ཆོད། ཨ་ནི་ཆང་གི་རིགས་ད་རྩ་བ་ཉིན་དང་ཆུ་རྒྱུ་བ་མ་ད་གངས་སེ་སོན་འདིའི་ནང་ལ་མངར་རྫས་ཞི་ར་ཡོད་རོ། ཨོ་མངར་རྫས་ཞི་ར་ཡོད་རོ་འདི་གས་དེ་ཚང་མ་སྤང་ཡོད་ན། ཨ་ནི་འདི་འདྲས་ཅིག་གནང་བྱས་ཁྱེད་རང་གི་མི་ཚེ་འདི་ལ་སྟངས་འཛིན་ཡག་པོ་ཞིག་གནང་བྱས་ནས་ད། ད་བར་ཅིག་བརྩེ་ཆེན་རིན་པོ་ལ་ཡ་ཞོ་གས་ལྔ་པོ་ཁྱེད་རང་ཞབས་འདུལ་ཟམ་པ། མངར་རྫས་ཀྱི་ཚད་གཞི་འདི་ག་ཚོད་རེད་འདུག་བ་ཅིག་སྲིད།

དེ་སྤང་བླང་བྱེད་སྟངས་ཀྱི་ཐོག་ནས་ལྡང་གི་ཡོད་མེད་དེ་ཨ་ནི། ཕྱི་ཉིན་ང་ཚད་དེ་ག་པར་སླེབས་ཡོད་མེད་ཀྱི་ཐོག་ནས་ཧ་གོ་གི་རེད་བ། ད་ཉི་མ་གཅིག་ཁྱེད་རང་གི། སྟོབས་ཆེ་ཆོས་སྟངས་དེ་འདྲས་ཅིག་བྱས་པ་ཡིན་ན་ཨ་ནི། ཕྲག་གི་ནས་ངར་ཚད་དེ་ཏག་ཏག་དེད་ཀྱི་འདུག་བསམ་བསམ་བྱེད་ཀྱི་ཡོད་ངེས་པ་བརྟན་པོ་ཞིག་རྙེད་པ་ཡིན་ན་ཨ་ནི་དེ་ནས། ལག་རྟགས་བྱས་ཏེ་བདག་གི་རང་བྱས་པ་གང་ཞིག་ལ་ཡ། ཨ་ནི་ཉི་མ་རྟག་པར་ཕྲག་ལ་ཡ་བརྟག་དཔྱད་གནང་དགོས་དེ་འདྲས་ཆགས་ཀྱི་ཡོད་མ་རེད། ཁྱོད། གསོ་བ་རིག་པ་ནི་ག་རེ་ཤེས་དགོས་ཟེར་ན། སྤྱིར་སྔ་འགྱུར་ངེས་ནས་ངེས་ཅན་ཡིན་པ་ཡིན། ཁྲག་གི་ནང་གི་མངར་རྫས་དེ་རྦད་དེ་སྟངས་འཛིན་ཡག་པོ་ཞིབ་ཅིག་བྱེད་ཐུབ་པ་ཡིན་ན་ཇི་ཙམ་གྱིས་སྟངས་འཛིན་ཡག་པོ་བྱས་པ་དེ་ཙམ་གྱིས་ཚེ་རིང་བ་བསྡད་ཀྱི་རེད་ལ་ཨེ་ན་སུག་པོ་ལ་ཡང་ནད་ན་ཚ་མ་ཡོང་ཡག་གི་རེ་བ་ཆད་ཡོད་རེད་ཅེས་བཤད་སྲོལ་དེ་རེད་ད་འདི་ཁྱེད་རང་གིས་མན་ངག་ནང་ཤེས་བྱེད་ནི་ག་དུས་ཡིན་ན་གཙུག་ཏུ་ཁུར་བྱས་ནས་ཁྱེད་རང་བདག་དག་ན་ཡ་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། ཨོ་ལགས་སོ་ལགས་སོ།

ཨེ་རག་གི་ཞུས་པ་ནི་འབྲས་རག་ཅན་སུ་མའི་གྲོགས་པོ་གུ་རོ་ཡར་ལེ་གི་རེད་ད་ནས་ཤི་ཆི་རིའི་དང་ཨེ་ལེ་ཅི་གི་ཆུང་མ་མི་རིགས་ཆོས་གི་མངའ་བདག་ལམ་ཚང་ཁྲག་ནས་ལེ་གི་རེད་པ། རྩམ་པ་དེ་དེ་ཙམ་ཞིག་མགྱོགས་པོ་ལེ་གི་ཡོད་མ་རེད་བྱས་ཙང་འདི་ལྟས་སུ་འཕྲོད་པ་ཡོད་རེད་ད་ཡིན་ནའི་དམ་པས་ངས་གོང་དུ་ཞུས་པ་ནས་ཤི་རི་དྲུག་རེ་འདིའི་གྲས་འདི་མཁན་པོའི་ཉུང་ཚེ་ཞུས་ན་ཡག་པོ་ཡོད་རེད་ཨེ་ལེ་མཚམས་མཚམས་ལ་ཡ་ཁྱེད་རང་ཅིག་ཆ་རྐྱེན་གི་འདང་པ་བྱས་ཁྱེད་རང་ད་ག་པ་ཞུ་གི་ཡོད་ན

དུག་སྣ་དང་དུག་སྣ་པ་ཡིན་ན་གཞན་དག་ད་ལྟ་གཅིག་ནི་སྔ་འགྱུར་གྱི་ནད་དང་དེ་འདྲའི་ཁ་གས་ཀྱི་ནད་རྩ་བ་ཉིད་ནས་མའི་ངན་གཅིག་ཡིན་པ་བྱས། གཡས་གཡོན་ལ་ཡང་དེ་འདྲའི་ཡོད་པ་ཅིག་བྱས། སྡིག་གི་མེ་ཚིག་སྐྱེས་པའི་རིང་བཀོལ་ལ་ཡང་ད་སོ་སོར་ནད་སྣ་ཚར་བ་དེ་འདྲའི་ཁ་གས་མའི་རྩ་གཟུགས་པོ་ལ་བཅའ་ག་དེ་ཙམ་གྱིས་ཞིག་མ་རུ་བ། འོ་འདི་ལྟ་བུ་རུ་བ་ཡིན་ན་ཁྱེད་རང་ལ་གཅིག་ནི་སྔ་འགྱུར་གྱི་ནད་ཡོད་པ་ཡིན་ནས་ནད་འདི་གི་ཐུགས་རྗེ་བཀའ་དྲིན་གྱིས་ཁྱེད་རང་འཕྲོད་བསྟེན་ལ་ཡར་ཐོན་ན་ཕ་མ་གཅིག་སྐྱེས་པའི་ཐུགས་རྗེ་བཀའ་དྲིན་ལ་བརྟེན་ན་གཅིག་བྱས་ན་ཁྱེད་རང་ཚེ་རིང་ལ་བདེ་ཐུག་རེད། ལྷག་དོན་དུ་འཇིགས་བུ་འདི་མ་བཅག་ཐུབ་པ་ཡིན་ན་ཞེ་དྲག་དགེ་མཚན་ཡོད་རེད་ཁྱེད་རང་ཤ་རྒྱགས་པ་རང་བཞིན་ཡིན་པ་ཡིན་ན་མ་བཅག་ན་ངེས་པར་དུ་མ་བཅག་ན་ད་འདི་གི་ཐོག་ནས་ད་དར་སྲིན་གྱི་བྱེའུ་ཁ་གསལ་བ་ཆགས་ཚར་བ་རེད་མི་ཚན་རིག་གི་གཞི་རྒྱ་ཆེན་པོ། བརྟག་དཔྱད་བྱས་ནས་མི་ས་ཡ་བཅོ་གསུམ་ཚུད་དེ་འདྲའི་ལ་ཡང་བརྟག་དཔྱད་བྱས་པའི་བརྒྱུད་རིམ་ཁྲོད་ན་ཁ་གསལ་པོ་ག་རེ་བྱས་པ་རེད་ཟེར་ཆེད་དུ་ཞུས་པ་ཡིན་ཟེར་ན། རྦད་དེ་ལུས་འབྱུང་བྱས་པ་དང་གཅིག་བྱས། ཨ་ནེ། ག་རེ་ཞུ་གི་རེད་བར་ནི་ལྗིད་བོ་སྤངས་ང་དང་གཉིས་བྱས་ཐ་མ་ད་ཆང་དང་ཆུ་དེ་ཡང་སྤངས་པ་ཡིན་ཟེར་ན། རྦད་ལོ་བཅོ་ལོ་བཅུ་བདུན་ཚེ་ཡས་མས་ཀྱི་ཚེ་རིང་བོར་བསྡད་ཀྱི་ཡོད་པ་ད་དུང་ཚོད་དེ་ད་ག་ཟེ་ཁུང་ལུང་མེད་པའི་སྐད་ཆ་མ་རེད་ད་ར་འཁྲུལ་པའི་གནས་ཚུལ་དེ་འདྲ་རེད་ད།

དངོས་གནས་དྲ་ལམ་ཞིག་ཁྱེད་རང་འགན་མི་འཚོལ་བའི་གནས་ཚུལ་ཞིག་རེད་ད་གང་ཡིན་ཟེར་ན་གཅིག་ནི་སྔ་འགྱུར་གྱི་ནས་ད་ག་རང་གིས་ཁྱེད་རང་གི་སྙིང་བརྩེ་དང་ཀླད་པའི་རྩ་ལ་ཡ་དོ་བོ་བཏང་གི་ཡོད་རེད་བ་ད་འདིའི་སྐང་དེ་ཁྱེད་རང་ཞེ་དྲག་ཆོད་པ་ཡིན་ན་མཐའ་མ་ཞིག་འཐེན་པ་ཡིན་ཟེར་ན་ད་ཨེན་ད་རྦད་དེ་དངོས་གནས་དྲ་ལམ་ཞིག་ཤི་མ་རེད་གང་ཤི་ཡང་ཉེན་ཁ་ཡོད་རེད་ད་ད་གདོང་ཚོད་དུག་དུག་ནག་རེད་འོ་གདོང་ཚོད་སྤང་བླང་ཚུལ་བཞིན་དུ་བསྟེན་པ་ཡིན་ཟེར་ན་ཨ་ནི་སྤྱིར་ང་རྒྱུག་ནས་ནར་ཡིན་ན་ཧ་ལས་ཡ་ཁ་ཁ་ཡོག་མ་ལས་ཚེ་རིང་པོ་བསྡད་ཐུག་ཡག་གི་ཆ་རྐྱེན་ཆ་ཚང་ཡོད་རེད་ད་སྣ་མང་ན་ཁྱེད་རང་གི་ལག་པ་ལས་དོང་ཨོ་ཨེ་ནི་དར་ཚེ་ནི་དྲ་རྒྱའི་དུས་ཚོད་ཡིན་པའི་ཡིན་དུས་སེམས་པ་མི་ཁ་ཤས་གི་ད་ཅིག་གར་སོ་རེད་མགོ་ཚོད་ལག་མ་ཚོད་ལ་ཡ་གནས་ཚུལ་མང་པོ་ཤེའུ་ཅིག་བཤད་ཡོང་གི་རེད་ད་ད་གདོང་ཚོད་ལ་ཡ་གཟིགས་རྒྱུ་ཡོད་མ་རེད་གདོང་ཚོད་ལ་ཡ་ཞེ་དྲག་གསན་རྒྱུ་ཡོད་མ་རེད། བྱ། གལ་ཏེ་ཁུངས་དག་པ་ཞིག་སེམས་ཉིད་དྲུག་ཡོད་ན། དེའི་སྐད་ཆ་འདི་ཡི་རྒྱབ་ལོགས་ལ་ཡང་ཞིབ་འཇུག་བྱས་བཞག་པའི་ཡིག་ཆ་རོབ་ཏུ་འདྲེ་ག་རེ་འདུག་གས་མི་འདུག་ཨང་རྟགས་དེ་གཟིགས་ན་དེ་ཨང་བརྟན་པོ་ཆགས་ཀྱི་རེད། ཨོ་ཁེ་འོང་ལགས་བཀའ་དྲིན་ཆེ་ཁེ་འོང་ལགས་བཀའ་དྲིན་ཆེ་ད་ད་ད་ཁྱེད་ཀྱི་གསུངས་པ་ནང་བཞིན་རེད་ད་ང་ལ་ནི་དེ་གའི་བཀའ་དྲིན་དེ་གའི་དེ་ནི་ད་ང་རང་གི་ཅིག་གར་སེ་གོ་རེའོ། སོ་སོ་གི་ཀྱི་གཟུགས་པོ་ལ། ཟ་མ་ཟ་སོགས་སྐོར་ནི་རེད། ཨ་ནི་ཀྱི་སྐབས་ལས་བསྐྱལ་སྟངས་སྐོར་ནི་རེད། ཨ་ནི་ཀྱི་ལྷོད་ལྷོད་བྱས་ནས་རྣམ་གཡེང་བྱས་ནས་བསྡད་སྟངས་དུས་ཚོད་གང་ཅིའི་ཐོག་ནས་ང་རང་གི་སོམ་མནོ་ནང་ལ། ཨོ། ད་ག། ད་དེ་ག་འདྲི་ཡོང་ནའང་སོང་སོང་ཁ་ལ་ཟ་བ་ཡིན་ན་རེད་ཉལ་བ་ཡིན་ན་རེད་འགྲོ་བ་ཡིན་ན་རེད། དུས་གསུམ་གི་ཐོག་ལ་ཀྱི། སོར་མོའི་ནང་ན་ད་ཅིག། གར་ལ་གོ་རེ་བ་ད་ཅིག། སྟག་ཟུང་འདྲ་གསར་བ་ཅིག་ག་དུས་ན་སླེབས་བསྡད་ཀྱི་འདུག་ལ་དེ་ནི། ད་ང་གི་ད་མང་ཆེ་ས་དེ་འདྲས་དེ་ཉུག་ཉུག་བྱེད་ཀྱི་ཡོད་དེ་ནི་ཨ་ལོ་དེ། ཉུག་ཉུག་བྱེད་ཀྱི་ཡོད་ལ་དེ་ནི་མང་ཆེ་ས་ད་ད་ཨོའུ་ཚི་ལ་ན་ཨོའུ་ཚི་ལ་ན་ཅིག་བརྐུས་བསྡད་ཡ་ཅིག་ཡོད་ལ། ཨོ། ད་འདི་གི་རིགས་དེང་སང་རྒྱ་གར་ལ་དེ་མེ་གི་བཟོ་བཞག་རྒྱུ་ཨོའུ་ཚི་གི་རིགས་ལ་མེ་གི་བཟོ་བཞག་རྒྱུ་མང་པོ་འདུག་ལ། ད་དེ་མང་ཆེ་ས་དེ་ཟ་བསྡད་ཀྱི་ཡོད་ལ། ཨོ། ལ་སོགས་ལ་སོགས་ཁེ་འོང་ལ། ད་དེ་ངག་གི། ཐ་མ་དང་ཆུང་རག་གི་རེག་དུག་ཚོ་ད་དེ་ཚོ་རྩ་བ་རང་ནས་བྱེད་ཀྱི་ཡོད་མ་རེད་གང་ཟེར་ན་ངག་ད་ལྟ་ཀུ་ཤུ་ཡིན་ལ་ཀུ་ཤུ་ཡིན་ལ། དེ་ནས་ད་ལྟ་དེ་ངག་གི་གསེར་མག་གི་རེག་དེ་ཁ་ལག་དུ་ཚོ་ཟ་གི་ཡོད་ལ་གསེར་མག་གི་རེག། གསེར་མག་གི་རེག་ད་ལྟ་ག་རེ་ཟེར་གུ་རུ་གསེར་མག་གི་རེག་དེ་འདྲས། དེ་འདྲས་ཞོགས་པ་ཡང་དེ་དགོང་དག་ཆུ་ནང་ལ་སྤོང། ཨ་ནི་ཞོགས་པ་དེ། སྣུམ་ནང་ལ་དེ་ཚོ་བརྔོག་དེ་ནང་ཆུ་བླུག་ནས་དེ་འདྲས་ཀྱི་ཟ་བསྡད་ཀྱི་ཡོད་ལ། ཧོ། ལ་སོགས་ལ་སོགས་ཨ་ནི་ཞོག་ཁོག་ཆོད་པ་ཡིན་ནི་ཞོག་ཁོག་དེ་ད་གཅིག་པ་གཅིག་རྐྱང་རེད་དོ་མཛོད་ཕྲན་རྣམ་པ་མི་འདྲ་རེད་མ་གཏོགས་གཅིག་གི་གཞི་རྩའི་རྫས་ཀྱི་ངོ་བོ་དེ་གཅིག་པ་རབ་འབྱོར་པ་འབྲས་དང་ཨ་ནི་གཅིག་ཞོག་ཁོག་དང་ཐུག་པ་དང་ཨ་ནི་ནས་རྩམ་པ་ལ་སོགས་དང་མཛོད་ཕྲན་རིགས་རུ་པ་གཅིག་པ་རབ་འབྱོར་པ་ད་ཕྲན་བུའི་ཕྲན་བུ་གི་ཁྱད་པར་རབ་འབྱོར་ད་ད་ཨོའུ་ཚུ་ཡ་འདི་ད་ངའི་ཤིང་མི་འདུག་ད་ང་རྒྱ་གར་ལ་བསྐྱོད་རུང་བའི་ཁའི།

ཅི། ཁེ་མཚང་འདྲ་བོ་ཅིག་སྐྱེས། ཉོབ་ཉོབ་འདྲ་བོ་ཅིག་ཆགས་ཡོང་དུ་བ་དེ་དུས་ལ་ཁྲག་དེ་ཐོག་དེ་ཡོ་ན་ལ། ཚོགས་གཙོ་སེམས་པ་མ་སྐྱེས་འདྲ་བོ་ཅིག་ཅིག། ཉོབ་ཉོབ་འདྲ་བོ་དེ་གར་ལ་གོར་ལྟ་ཅི་པོ་རིང་འདྲ་བོ་ཅིག། མི་དཔལ་ཞི་བུ་ཉོབ་ཐོག་འདྲ་བོ་ཅིག་ཉི་མ་ཅིག་ཆགས་ཡོང་དུ་ཚོགས་གཙོ་ང་རང་སེམས་ཏུ་ཨ་ཨ་དེ་རིང་ཕ་ཁྱེད་ཁྲག་ཐོག་དེ་མིན་ནའང་དྲི་འོ་དེ་འདྲའི་དོགས་པ་འདྲ་བོ་ཡོང་དུ་གི་འདུག་ལ།

ཁོའི་རྒྱུ་རྩལ་ར་བ་དེ་དེ་རེད་བ་ལ། སྤྲེལ་ཁང་གི་རྒྱུའི་རིགས་ཤིག་རེད་བ་ལ་སེ་མ་སེ་ཡ་དེ། ཤག་གི་ཚབ་ར་བ་དེ་གི་བྱེད་ཐུག་ཡོད་རེད། ཨ་ནི། དེ་གོམས་འདྲིས་ཡག་པོ་ཡོད་མིན་ན་ཞིམ་པོ་ཞིམ་པོ་ཡོད་རེད་བ། ཨོ་དོན་ཚོའི་ཆོས་ནང་ནས་ཡག་པོ་ཡོད་རེད།
དེ་ནི་དུང་སེ་ལས་ཀ་ལས་ནས་ཡར་མ་འགྲོ་འདོད་དུས་དག་ཅིག། དག་ཁོང་པ་ལས་ངེས་དང་དུ་ཚོ་ལས་ཀ་ལས་ངེས་ཀྱིས་ཅིག་དུ་ཚོ་ལ་སྐད་ཆ་ཕར་ཚུར་བཤད་དུས། ཅིག། དང་པོ་ཅིག་ཕ་གིའི་མི་དེ་གི་སྐད་ཆ་ཅིག། ཅིག་གར་སེ་གོར་སོ་སོའི་འདོགས་པ་དང་མ་མཐུན་པའི་སྐད་ཆ་དེ་སྐྱེས་སུ་ཆགས་འགྲོ་དུས་རླུང་ཚ་བོ་འདྲ་བོ་ཆགས་ཡོང་དུས་སོང་སོང་འདྲ་བོ་གྱིས་དུས་ངོ་མ་ང་འདི་ད་ལྟ་རྒྱ་ག་གི་བོ་རིན་རྒྱ་ག་ཅིག་ཅར་ལ་ང་ཚོང་ཁ་ཚོང་བྱ་ཡི་སོང་ནས་ཁོ་རྒྱ་ག་དེ་ལ་ཅི་ནས་ན་ཚ་ཡོད་རེད་ཟེར་དེ་ནས་ཁོ་ལ་དཔེ་རླུང་ཚ་བོ་ཆགས་འདུག་རེད་ཟེར་ནས་ཁོ་ཚོ་ཤི་སོང་ཨོ་ད་ང་རང་ལ་ཅི་ནས་ན་ཚ་ཡོད་རེད་དེ་ང་རང་ཚོང་ཚོང་དེ་ནས་ལས་ཀ་ལས་ས་ལ་མི་དེ་ཚོ་ལ་བཀའ་སྐྱོང་གཏོང་གཏོང་ད་དེ། ང་རང་རླུང་ཚ་བོ་འདྲ་ཆགས་ཀྱི་མེད་འགྲོ་སོང་སོང། དེ་འདྲ་ལ་སྐྱིད་ནས་ན་ཚ་དེ་ལ་ཡང་ཁོ་ལ་སྐྱོང་དེ་ལ་སོ་སོ་ལ་ཡང་རླུང་ཚ་བོ་དེ་འདྲ་ཡོང་སྲིད་པ་དེ་འདྲ་ཡོད་རེད་བས་ལ། ཨོ་ད་ག་རང་རེད་ཁྱེད་རང་གསུང་བ་ནང་བཞིན་རེད། ཉོབ་བརྡལ་པའི་སྐབས་ལ་ཡ་ཅི་ནི་ཚད་གཞི་འདི་མཐོ་པོ་ཆགས་པའི་རྟགས་རེད་ད། ཁ་བཤད་རྦད་དེ་ད་བརྙན་འཕྲིན་བལྟས་པའི་སྐབས་ལ་ཡ་རྒྱུན་ལྡན་པའི་ཆུ་ཚོད་བཅུ་གཉིས་ཚོ་དང་པོ་སི་ཏུ་བ་ལ་ཡ་བརྙན་འཕྲིན་ལྟ་ཐུབ་ངེས་ཅིག་ཡིན་པས་ཡིན་ནའི། ཨ་ནི། མངགས་བྱས་དེ། ཚད་མཐོ་པོ་རུ་ཞིག་སླེབས་ཡོད་འདུག་ཟེར་མ་ནི་ཆུ་ཚོད་བཅུ་པ་ཡས་མས་ནས་ལམ་སང་གཉིད་ཡིད་ཤོག་སྒྲུབ་མཁན་དེ་འདྲ་ཡོད་རེད་བྱས་ཙང་པས་རིག་པ་སྟོན་ཚུལ་དག་མ་རང་མ་ཡིན་པ་ཅིག་གིས་རིག་པ་སྒྲིམ་པའི་སྐབས་དེ་ཡང་རིག་པ་དེ་ཙམ་ཅིག་གིས་ཡག་པོ་སྒྲིམ་མ་ཐུབ་ཡ་ལ་སོགས་པ་དེ་འདྲའི་ཡོང་པའི་སྐབས་དེ་ཡང་སྔར་ཚད་དུ་མཐོ་བ་ཡོད་པའི་རྟགས་ཡིན་སྲིད་པ་རེད། བླ་འོག་བླ་འོག་ལ་བླ་འོག་གེ་འོག་ལ། དེ་ནས་ངག་ཁ་ཚང་བདག་ཤ་བསྐོར་རོ་རྦད་དེ་འཁོར་རོ་ཤ་མ་སྐྱུག་ཀྱང་ཅི་ལྟར་ངག་ཕ་ཡུལ་ཁོམ་ལོང་པ་ནི་རེད་ལ་དེ་ནས་པུའུ་ཆུང་ཆུང་དུ་གྱ་ག་ལ་ཡང་སླེབས་རྒྱུ་དེ་འདྲ་རེད། ད་ངས་ཤ་དེ་སྐྱུག་ཡོད་གོ་དྲན་སོང་ད་ཤ་དེ། ད་གཞན་དག་སེམས་ཅན་ལ་ཕན་མ་ཐོག་ན་ཤ་དེ་སྐྱེས་ཤར་བ་ཡིན་ན། ད་དངོས་གནས་གྲོ་ནས་ཀྱི་ཅིག་གཞན་གྱི་ཚེ་སྲོག་ལ་སྐྱེད་བྲལ་ཆེ་ཤོས་ཀྱི་དེ་རེད་ད་སོང་ང་རང་ཤ་དེ་སྐྱུག་གོ་དྲན་སོང། ཨ་ནེ་ཉི་མ་གཅིག་ཤ་དེ་སྐྱེས་ནས་ད་ཟླ་བ་ལྔ་དྲུག་ཚར་ཤ་སྐྱེས་ཡིན་ཡང། ཅེས། སྟོང་པ་ལ་ནག་གོ་གོ་འདྲ་ཆ་སང་སང་སང་འདྲ་བོ་ཅིག་སེམས་པ་དེ་འདྲ་བྱ་ཉི་མ་ཅིག་ང་དྲག་དྲག་ཅིག་བྱ་དྲག་དྲག་ཅིག་ལ་ངས་སྐད་ཆ་དྲིས་ནས། དེ་ནས་ངས་ཤག་དེ་དེ་འདྲ་ཅིག་བྱ་ཡིན་དེ་འདྲ་དེ་འདྲ་ག་འདྲ་ཡོང་རེད་ལ་ནི། ད་ཁྱོད་རང་དང་པོ་ཤག་ཁོ་རང་གི་ཤ་ཟ་དེ་ཚོར་ལུང་པ་བྱས་ནས་ཁྱོད་རང་འཚར་ལོངས་བྱེད་པ་རེད་ཟེར། དེ་ཡིན་དུས་ཁྱོད་རང་གི་ཤག་དེ་ལ་ལམ་སང་སྐྱེས་པ་ཡིན་ན་ཁྱོད་རང་གི་གཟུགས་པོའི་ནང་གི་བྷི་ཏྲ་མིན་དེ་ལོ་ཆགས་འགྲོ་གི་རེད་ཟེར། དེ་འདྲ་ཡིན་དུས་ཁྱོད་རང་གི་ལམ་སང་ཤ་སྐྱེས་ཡོད་མ་ཟེར། ད་ཤ་ལ་རིགས་མང་པོ་ཡོད་ཟེར་དེའི་ནང་ནས་ཁྱོད་རང་གི་ཤ་རིགས་ཁ་ཤས་ཀྱི། བ་གྱིས་ཤ་གཅིག་ཟ་ནས་དེ་འདྲ་བྱེད་དགོས་རེད་ཟེར་ནས་ཁོས་དེ་འདྲ་ཤེས་སོང་དེ་འདྲ་ང་རང་སེམས་སྡུག་ལ། ཨོ་དེ་ཡོང་སྲིད་པ་རེད་ད་ལྟ་ཁྱེད་རང་སྐུ་རླུང་ཚ་པོ་ཆེར་འདུག་གསུང་ཡ་འབྱོར་བ་དེ་ཡོང་སྲིད་པ་རེད་གང་ལགས་ཤོད་ན་ད་ནས་དེ་དྲ་རྒྱའི་རྩ་བ་ཉིད་ནས་ཡོང་ཡ་མེད་པ་བྱེད་འདོད་སེམས་པ་གཞི་རྩའི་གདིང་གི་སེམས་ཀྱི་གདིང་དེ་ཡ་ང་རང་ཚོ་ཤེས་པའི་དངོས་གནས་མ་དངོས་གནས་གདིང་གཅིག་ཡོད་རེད་བ་ད། མི་སྐྱེས་རབས་ཀྱི་ཡོལ་བ་འདིས་རྐྱེན་པས་བྱས་ཙང་སོ་སོའི་སེམས་ཁམས་ལས་རྒྱུ་བ་རུ་ཁྲག་ལེ་ཕྲན་བུ་ཡོང་སྲིད་པ་འདི་འདྲ་རེད་ཤག་ད་ཁྱེད་རང་ད་ལྟ་རྒྱུ་འདོན་པའི་གཅིག་ཡིན་པའི་ཆ་ནས་འདི་གནང་གི་ཡོད་ཤག་རེད་ལ་དེ་རྒྱུན་མ་ཆད་ཕྱིར་ཉི་མ་ཏག་ཏག་དྲན་པ་ཉེན་ཤག་གི་སྒོམ་འདི་འདྲས་སྐྱོན་ཐུབ་པ་ཡིན་བཟུང་ན་ཅི་ནི། གཅིག་ནི་ན་ཚ་གདོན་ཚོད་ལས་ཕན་གྱི་རེད་ལས་ཁྱོན་ཡོངས་ཀྱི་ཟུག་གུ་ཡ་བཞི་བོ་ཕན་གྱི་ཡོད་དར་ས་ནི་ད་གདོན་ཚོད་ཕྲན་ཁ་གསལ་པོ་བཞི་བོ་ཅིག་ཆགས་པ་རེད་འོ་ད་ཟུག་གུ་ཁྱོན་ཡོངས་ལ་ཡ་བཞི་རག་གི་ཕན་རབ་ཆེན་པོ་ཡོད་རེད་འོ་དཔེ་རོགས་ཞུས་པ་ཡིན་ན་སྤྱི་ཡི་ཁར་སོར་ནས་ཟུག་གུའི་ནང་ལ་ཡ Immune Systems ཡ་གི་ནད་ན་ཚ་བྱུང་པའི་སྐབས་དེར་ཡ་གདོང་ལེན་བྱེད་ངེས་ཀྱི་སྲུང་སྐྱོབ་ཀྱི། ཚུར་སྣང་དྲ་བ་དེ་འདྲ་སྐྱེས་སོང་དེ་ནས་ངས་ད་ཅིག་དེ་དུས་སོང་པ་ང་དེ་འཕྲོ་བསྟེན་གི་གླེང་སྟེགས་ལ་མི་ཡིན་དེ་ནས་ཅིག་ང་རང་གི་སོང་སོང་ད་རྗེས་མ་དེ་འདྲའི་མཁས་དབང་ནང་པ་ལ་ཅིག་འཕྲོ་བསྟེན་འདྲ་དེ་འདྲའི་གོ་སྐབས་དེ་བྱུང་བ་ཡིན་ན་ད་ཤག་གི་ཚབ་ལ་དེ་ནས་ཅིག་སྔོ་རེད་བཅུད་རེད་ད་ཅིག་སྔོ་རེད་སེར་མ་རེད་དེ་འདྲའི་ཤག་གི་ཤུགས་འདྲ་བོ་ཅིག་བི་ཏྲ་མིན Energy འདྲ་བོ་ཅིག་ད་འབྲུ་རིགས་གཞན་པ་ལ Energy ཤ་ལས་ཚབ། ཇིའི་ཐོབ་བ་གི། དེ་ག་རེ་ཡོད་བ་ཅིག། དེ་ཁེ་འོང་ནོངས་པ་ལ་བཀའ་དྲི་དྲི་དགོས་བསམ་ནས་དེ་འདྲ་ཅིག་འགོག་བདེ་ཡིན་ལ། དེ་ནས་ཡང་ཤ་དེ་མ་བཟོ་ན་གཟུགས་པོ་དེ་སྐྱོ་བོ་ཁྲ་ལེགས་ཀྱི་ཉེན་ཁ་ཡོད་རེད་ཟེར་ནས་དྲག་དྲག་ཅིག་གིས་ང་དེ་འདྲ་ཞིག་བཟོ་དེ་རིང་ང་རང་སེམས་སྟོང་ལ་དེ། ཁོག་གི་དེ་འདྲའི་ལམ་དེ་ང་རང་སེམས་ལ་རོགས་པ་བྱེད་པ་ནང་བཞིན་འོང་ད་ཤ་དེ་སྐྱིད་ཉིན་ཞིག་མི་འདུག་བསམ་ནས་ང་རང་བསམ་ནོངས་དེ་འདྲ་བོ་ཅིག་ཡང་འཁོར་ཁེ་ཚང་འདྲ་བོ་ཆགས་སོང་ལ། ཆ་རྐྱེན་ཞིག་ང་རང་ཚོའི་རང་ཆས་སུ་ཡོད་རེད་བ་ལ་དོམ་ཚུལ་ཕྲན་སྒོམ་རྒྱལ་ངེས་ཅན་མི་ཡིན་ན་དོམ་ཚུལ་ཕྲན་རྦད་དེ། བཟང་དུ་བསྒྲུགས་ཡོད་རེད་ཡག་ཏུ་བསྒྲུགས་ཡོད་རེད་ཨ་འདིས་ཐུགས་རྗེ་བཀའ་དྲིན་བརྟན་བྱས་ནས་ངའི་ན་ཚ་མང་པོ་ཅིག་ཐེར་ཐུབ་ན་སྐྱབས་ཐུགས་ཡོད་རེད་བྱས་ཙང་ཨ་ནི་ད་ག་ནང་བཞིན་སེམས་ཁམས་ལས་དེ་ལ་ཡ་ཕན་ཐོགས་ངེས་ཅན་ཅིག་ཡོད་རེད་ད་དང་ཚུལ་ཁྲལ་ཉེ་བའི་ཆ་ལ་ཡ་ཨ་མི་རི་ཀ་ལ་ཡ་ཞིབ་འཇུག་མང་པོ་བྱས་ནས་ཁ་གསལ་རུ་གསལ་རུ་གསལ་རུ་ཕྱིན་བྱས་ནས་ད། ངས་རྒྱུན་ལས་ནས་ཞུས་འདུག་ཡོད་ཞུས་བསྡད་ཀྱི་ཡོད་ཨ་མེ་རི་ཀར་དབྱར་ཐ་དར་ཚེས་གཉིས་སྒོམ་རྒྱལ་ངན་པད་དེ་གྲངས་ལས་འདས་པ་མང་པོ་ཞིག་ཆགས་ཚར་རེད་ད་འདི་ཡང་ཆོས་ཕྱོགས་ནས་བསམ་བློ་བཏང་བྱས་ན་ཇི་ངན་དེ་མྱོང་ཚར་ཞིག་རེད་བ་ལ་མང་ཆེས་འཕྲོད་བསྟེན་གྱི་ཁེ་བན་ཞིབ་པོ་ཞིག་ཡོད་ཡོད་ཙང་འདི་གི་ཐོག་ནས་བྱེད་ཀྱི་ཡོད་རེད། འོ་དུང་དུང་ལགས། ཚུལ་ཁྲོམ་བཅས་པ་ཡིན་ཟུར་ནང་གཟུགས་པོ་ལ་ཡང་བཅུད་ལྡང་གི་མ་རེད་ཟེར་ཡ་ཆོས་རེད་བ་ལ། ད་འདི། འོ་འདི་འདྲའི་གསུང་ངན་ཁག་ཅིག་ཡོད་རེད་ད་འདི་འདྲའི་གསུང་ངན་ཁག་ཅིག་ཡོད་རེད། ད་ནུབ་ཕྱོགས་ཁུལ་ལ་ཡང་ངས་དཔེ་མཚོན་རོབ་ཅིག་ཞུས་པ་ནི་ཕྱིས་སུ་བོད་དེ་ཤ་སྤང་བ་ཙམ་མ་ཚད་པས། སེམས་ཅན་གྱི་ཐུན་མོང་ཡོད་དོ་ཅོག་སྤང་མཁན་འདི་འདྲ་ཡོད་རེད་དོ་འཛིན་མེད་ལ་ཡ་བྷི་ཇིན་སིག་རེད། འོ། སེམས་ཅན་གྱི་ཐུན་མོང་ཞུས་ཏེ་སེམས་པ་སྒོ་ང་སྤང་གི་ཡོད་རེད་འོ་མ་སྤང་གི་ཡོད་རེད་ཕྱུགས་རེ་སྤང་གི་ཡོད་རེད། དེ་ནས་གར་ཤོར་བ་ནི་ད་སེམས་ཅན་གྱི་པགས་པ། སྤང་གི་ཡོད་པ་ད་ལྟ་ངེས་པར་རབ་བྱེད་རེད་བ་ལས་ཁྱོད་བོན་སྟོང་མཛོད་འཕྲེང་གི་སེམས་ཅན་གྱི་ཐུགས་མགོ་ཡོད་པ་ཡོད་དོ་ཅོག་སྤང་གི་ཡོད་རེད་རེད་དེ་སྟོང་མཛོད་འཕྲེང་གཟུགས་པོའི་ནང་དུ་ཡ་བཅུད་མ་དྭངས་པ་ཅན་གྱི་གཟུགས་པོ་སྐྱོ་པོ་ཆགས་ཟེར་ཡ་དེ་འདྲ་རྦད་དེ་ཧ་ལམ་གོ་མྱོང་ཡོད་མ་རེད་དོ་མདོ་བི་ཇིན་ལག་རྟགས་བྱེད་མཁན་གྱི་མི་སྟོང་ཚོ་ཕྱུགས་ལས་ཀྱི་ནང་ལ་ཡ་འགྲན་རྩོད་ཀྱི་ནང་ལ་ཡ་མཉམ་པོར་བཞུགས་པའི་སྐབས་དེ་ཡ་ཁོ་ཚོ་ཐམས་ལྷད་དེ་འདྲ་ཡོད་རེད་བྱས་ཙང་མ་གཞི་ཤ། དེ་སྔ་དཔེ་དེབ་ཕོན་ཆེན་པོ་སེ་ཀླུ་བུ་ཐོབ་རྒྱལ་ལས་ཡར་སྤངས་ན། མཆན་བུ་གཅིག་གིས་ཁྱད་པར་བ་ཅིག་མ་བྱས་པ་ཡིན་ན་བཅུ་གིས་ཡང་མ་འདངས་པའི་འདི་འདྲའི་གནས་ཚུལ་ཡོང་སྲིད་པ་རེད་དེ། ད་རྒྱ་གར་ལྟ་བུ་ཅིག་ཡིན་པ་ཡིན་ན་ཨ་ནེ་གཅིག་ཚལ་གྱི་རིགས་དང་ཤིང་ཏོག་གི་རིགས་ལྟར་བན་བན་ལྷུག་ལྷུག་ཡོད་རེད་བ། བྱས་ཙང་གདོན་རྫོབ་དཔེ་དེ་གཅིག་སྣ་ཁ་འཛུམ་པོ་ཆོས་ལ་གལ་ཆེན་པོ་རེད་བ། ཤ་སྤངས་ཨ་ནེ་ཡང་འདི་ཁ་གསབ་བྱེད་ཡག་གི་ལག་བསྟར་བྱེད་བྱོས་རེད་བ། འདི་ཡག་པོ་ཅིག་མ་བྱས་པ་ཡིན་སོང་ན་གཅིག་བྱས་ན། བཅུད་དང་བི་ཏྲ་མིན་སེ་ལ་སོགས་པ་དང་འཇུ་འཕྲད་མ་བཏང་ཡག་གི་ཉེན་ཁ་ཡོད་སྲིད་པ་ཅིག་རེད་དེ་དེ་ཡང་སོ་སོས་ཐབས་མཁས་པ་བྱས་ནས་ལག་བསྟར་བྱས་པ་ཡིན་ན་ནི་ཆེས་མཐུ་ཡག་ཅིག་རེད་ཅེས་ཞུ་ཡག་ཡིན་ལྷག་དོན་དུ་ཤ་གི་ཚབ་ལ་ཡ་གར་དགོས་རེད་ཅེས་ནི་བཀའ་འདྲི་གནང་བ་ཡིན་སྲིད་ན་ཤ་ཟེར་ཡ་དེ་མདོག་དོན་ཐད་དྲག་རྒྱུ་ཟེར་ཡ་དེ་རེད་ཕྲོ་ཏྲི་ཨིན་ཟེར་ཡ་དེ་རེད་བ་ཕྲོ་ཏྲི་ཨིན་གྱི་ཚབ་དེ་ད་དཔེར་ན་ཅིག་ཏོ་ཧྥུ་ཟེར་ཡ་དེ་འདྲ་དུའང་དུས་ལྟར་ཟེར་ཡིན།
ཨའོ་དེ་ནི་མཁས་དབང་ལགས་ད་ལྟ་དེ་ངག་གི་ད་ལྟ་ད། ད་ལྟ་ད་རྒྱ་གར་ལྷ་ཆས་ཅིག་ལ་བརྟེན་ནས་རྒྱ་གར་ལྷ་ཆས་ཅིག་གིས་ད་ཁྱོད་རང་གི་སྨད་དེ་མི་ཚེ་གཅིག་ལ་ཟ་དགོས་ཞེས་ད་ལྟ་སྨད་ཀྱིས་བྲིས་སོང། ད་ང་ད་ལྟ་དེ་དཔར་དེ་དེ་མིན་སང་ཉིན་མཁས་དབང་ལགས་ལ་ངས་དཔར་ཅིག་སྨད་དེ་དང་ངག་གི་པི་ཏྲ་མེན་ཅིག་ཟ་གི་ཡོད་པི་ཏྲ་མེན་དེ་དང་སྨད་དེ་ངས་མཁས་དབང་ལགས་ལ་ཕག་ཅིག་ཕུལ་གོ་མཁས་དབང་ལགས་སྐུ་གཅིག་ང་ལ་དེ་ལ་ཅིག་ད་སྨད་དེ། ག་འདྲ་འདྲ་བོ་རེད་འདུག་སྨན་དེ་ཟ་ན་ག་འདྲ་རེད་འདུག་འདུག་རེ་གི་འདུག་དེ་ཁྱེད་ཀྱི་ཙིག་ཟེར་རོ་གྱིས་ལ། ང་གི་ད་ལྟ་ཞོག་ཁོའི་སྨན་མཐུད་ཅིག་དགོངས་དག་སྨན་མཐུད་ཅིག་ཟ་གི་ཡོད་ལ། རྐྱང་ཡག་གི་སྨན་ཅིག་འདུག་ད་དེ་ད་ལྟ་གྱིས་ནི་རྐྱང་ཡག་གི་སྨན་ཅིག་ཡིན་ས་རེད། ད་དེ་ངས་ཟ་རྐྱང་ཟ་བསྡད་གི་ཡོད་ལ་དེ་ནི་ངས་སྔོན་མ་བླ་རྗེ་ལས་དྲན་མྱོང་ཡོད་འདིའི་སྨན་དེ་ལ་འགྱུར་བ་གཏོང་ཡག་འདྲ་གང་ཡོད་རེད་ལབ་ནས་ད་འགྱུར་བ་གཏོང་ལབ་ན་ཁྱེད་རང་གི་ཟ་ཅིག་ཟ་དེ་དགོས་རེད་ལབ་འདུག། གཅིག་བྱས་ན་དེ།

ཕྲན་བུ་གཅིག་གོང་དེ་ཚོ་ཁྱད་ཡོད་རེད་གང་ལགས་ཞུ་ཡོད་ཡིན་ན་ཁོ་དམིགས་བསལ་བྱས་ནས་བཟོ་སྐྲུན་བྱེད་ཀྱི་ཡོད་པ་གསུངས་ཙང་རེད་བ་མ་གཏོགས་ཅིག་འདི་ཆོས་པ་ཡིན་ན་ནས་སྨ་རྒྱ་གཙང་བ་ཉིད་ནས་མི་འདུག་ད་འདི་འདྲའི་མེད་པ་ཡིན་ནས་དོ་ཧྥུའུ་ཕལ་ཆེར་རག་གི་ཡོད་པ་རེད་བ་དོ་ཧྥུའུ་ཆེ་ཨ་ནི་ད་ཅིག་སེ་མ་གསུངས་སོང་ངམ་ད་འདྲ་ཅིག་ད་ལུས་ད་དོང་ཚོ་རིག་ཆོས་པ་ཡིན་ན་དེ་ནས་ཅིག་ཤ་མེད་སྣང་བ་ཡིན་སོང་ན་ཁེབས་ཚང་ཅིག་ག་རེ་ཡོད་རེད་ཟེར་ནས་ཞུས་པ་ཡིན་སོང་ན་རེད་བ་ད་ང་ཚོ་མེ་ཚེ། བྱུང་ན་མི་ཐ་ལྷ་རབ་བྱུང་ན་བརྒྱ་བཅུ་དགུ་བཅུ་བརྒྱ་འགྲོ་བ་ལས་འདས་ཐུགས་ཡག་འབད་བརྩོན་བྱེད་བོར་བ། འོ་ནི། སྤྱིར་ནི་ང་རྒྱུ་ནད་ཅིག་ཡོད་བས་ན་སྤྱིར་ནི་ང་རྒྱུ་ལས་ཡིན་གྱི་མི་འཇིགས་ཤི་དགོས་ཀྱི་ཆེ་གི་ཡོད་མ་རེད་བ། སྤྱིར་ནི་ང་རྒྱུ་དང། དེའི་གཡས་གཡོན་ལས་དོན་དུ་ནི་རིགས་གྲངས་ལས་ལྟེ་བ་མང་པོ་བཞི་པོ་ཡོད་རེད། ལོང་ཀའི་འབྲས་སྐྲན་ལ་སོགས་པ་དང་གློ་བ་གི་འབྲས་སྐྲན་ལ་སོགས་པ་དང་འབྲས་སྐྲན་མང་ཐག་ཆོད་ཅིག་ཡོད་རེད་བ། བྱས་ཙང། གདོན་ཚུལ་ཡན་ཆད་ནས་ཤ་མེད་བསྟན་པ་ཡིན་ན། དཀར་སྐྱོང་བསྟན་པ་ཡིན་ན་དཔེར་ན་ལོ་འགའི་གྲས་རེད་གདོན་ཚུལ་དྲན་འོས་ཞེ་དྲག་ཉུང་ངུ་འགྲོ་གི་ཡོད་རེད། ཤ་མ་གསེང་གི་ཅིག་ཡིན་ན་ལོ་འགའི་གྲས་དྲན་འདོད་ཞེ་དྲག་ཉུང་བ་ཡོད་རེད། བྱས་ཙང། གཅིག་གར་སོང་ནས། གཅིག་ནི་ང་རྒྱུག་གི་ནད་ཀྱི་ཐོག་ནས་མ་ཤི་བ་ཡིན་ནའི་ཡང་ལོ་འགའི་གྲས་དྲན་རོགས་དེ་འདྲ་བྱུང་ཞེས་ཤི་སྲིད་པར་བ། དེ་འདྲ་ཡིན་དུས་བསམ་པ། ཁྱོན་ཡོངས་ཀྱི་གཟུགས་པོ། གཟུགས་པོ་དེ་རྦད་དེ་འཚོ་གནས་བྱས་ནས་བསྡད་དགོས་ཀྱི་ཡོད་སོང་ཙང་ཁྱོན་ཡོངས་ཀྱི་བསམ་བློ་ཞིག་བཏང་བ་ཡིན་ན་ཤ་མེད་བསྟན་པ་ཡིན་ན་ཡག་པོ་ཞི་བ་ཡོད་རེད་ད་ཆེས་ཐུགས་ཡིན་ན་རེད་ད་ཞེ་དྲག་གི་ཡག་པོ་ཡོད་རེད། ཤ་མེད་བསྟན་མཁན་འདོན་ཚོ་ཚེ་རིང་ལ་བསྡད་ཀྱི་ཡོད་པ་དེ་ད་ད་ག་དཔའ་ཁག་གི་སྒྲུབ་འདི་འདྲ་མ་རེད་རྦད་དེ་ཁོ་རང། ར་འཕྲོད་པའི་གནས་ཚུལ་རེད་ཅེས་རེད་ད། ར་འཕྲོད་པའི་གནས་ཚུལ་རེད། དེ་ནས་ད་ལྟ་ཁྱེད་རང་གིས་གསོལ་སྨན་གཉིས་ནི་གསོལ་སྨན་གཅིག་བྱུགས་ཡོད་གསུངས་རེད་པ་གཅིག་ནི་ང་རྒྱུག་ནད་ལ་ཡར་ཕལ་ཆེན་མེར་ཧྥ་མིན་ཟེར་ཡག་ཅིག་ཡོད་རྟགས་ཀྱི་རྒྱུན་ལྡན་ཕྱི་ལུགས་སོགས་རིག་པའི་ཐོག་ནས་ཡིན་ན་ནི་ཨ་ནི་མེར་ཧྥ་མིན་ཟེར་ཅིག་རྒྱུན་ལྡན་སྤྲད་བསྡད་ཀྱི་རེད། འོ་ད། འདི་ཆོས་ནི་འདི་སྨན་འདི་ཞེ་དྲག་ཡག་པོ་ཡོད་རེད་རྒྱུན་ལྡན་བྱས་ནས་ཞེ་དྲག་ཡག་པོ་ཡོད་རེད་ལ། ཁོ་ལི་ཡ་ཟུར་པོ་དབེན་ནུས་པ་རོ་པོ་དོན་ཚུལ་དྲན་འདི་ཉུང་ཉུང་བྱས་ཨེ་ནས། ལོ་བཅུ་ཕྲག་མང་པོ་སྨན་འདི་ད་བེད་སྤྱོད་བཏང་ཡོད་པ་སོང་ཙང་ཉམས་མྱོང་རྦད་དེ་ཆ་ཚང་ཡོད་རེད་ཨ་མཆོད་ཚོ་ལི་ཡ་སྨན་འདི་གི་ཁོ་ནུས་པ་བསྟན་སྟངས་དང་ཁོ་གི་ཟུར་པོ་ལི་ཡ་ཕན་རླབས་ག་འདྲ་ཡོད་མེད་དེ་གནོད་འཚེ་གར་བཏང་གི་ཡོད་མེད་དེ་གི་དེ་ཚང་མ་རྒྱུས་མངའ་ཞིབ་པོ་ཅིག་ཆེན་པོ་ཡོད་པ་སོང་ཙང་ཁོ་བསྟན་པོ་ཞིབ་པོ་ཅིག་ཡོད་རེད་ད་རེད་བལྟས་ལེ། ཁྱེད་རང་གསོལ་སྨན་འདི་མཆོད་ནས་ནི་ཁྱེད་རང་གི་ཅི་ནི་ཚེ་ཞིག་འདི་དཔའ་རྟགས་ཀྱི་བདེ་གི་མེད་པ་ཡིན་ན་ནི་དེ་དང་གི་མེད་པའི་རྟགས་རེད་བ། ད་དེའི་ཐོག་ལ་ཡང་ཐབས་བྱུས་ཡང་གསར་པ་ཅིག་བྱེད་དགོས་ཡ་ཆགས་རེད་བ། འོ་དེ་འདྲ་ཡིན་དུས་སམ་ངས་གོང་དུ་ཞུས་པ་ནང་བཞིན་རེད་ད་སེམས་ཀྱི་སྨན་གཞན་དག་འདི་འདྲའི་ཐོན་ས་འདི་འདྲའི་ཡོད་མདོང་ཚུལ་དཔེ་རང་ཡག་པོ་འདུག་དཔེ་རང་ཡག་པོ་འདུག་ད་ལས་ཁྱེད་རང།